བོད་རྒྱལ་རབས་ནང་ལ་ད་ནི་དུས་ཆེན་པོ་ཆེ་རེད། དུས་ཆེན་པོ་དེ་བོད་ལ་སྐྱོན་ཆག་ཆེན་པོ་ཞེ་བོ་བྱུང་ནས་དེ་དེ་དྲན་གསོའི་དགོས་མཁོ་བ་རེད། དུས་ཆེན་ག་རེ་ཡིན་ན་ཚང་མ་དྲན་གསོ་དང་ཡང་བྱེད་ཐུབ་རེད་བ། དེ་ཡིན་དུས་ད་དུས་ཆེན་འདི་རེད་ལབ་པ་ཡིན་ན་དུས་ཆེན་དེ་གར་བྱས་ཏེ་བོད་བོད་རྒྱ་མི་གི་ཟས་པ་ཟད་པ་ཟད་པ་ཡིན་ཟད་པ་རེད་དེ་འཆི་རྟོག་གི་ལྔ་བཅུ་ང་དགུ་ནས་ལྔ་བཅུ་ཐམ་པ་ནས་ཟད་རེད་དེ་ལྔ་བཅུ་ང་དགུ་བར་དུ་བཟོད་བསྲན་དང་འགྲིག་མི་ཡོང་བ་འགྲིག་ཡོང་བ་བསམ་ནས་དེ་འདྲ་བྱས་རེད་དེ་ཡིན་ན་ཡང་ཆིག་སྟོང་དགུ་བརྒྱ་ང་དགུ་ལྔ་བཅུ་ང་དགུ་ལ་འུ་ཐུག་པ་ཅིག་བཟོས་བྱུང་དེ་ནས་ཡར་ལངས་ནས་ཁྱེད་རང་ཚོ་ཁྱེད་རང་ཚོ་ཁྱེད་རང་ཚོ་ལུང་པ་རྒྱ་ནག་ལ་མ་རྒྱུགས་ང་ཚོ་བོད་པ་དེ་འདི་བདེ་གི་ཡིན་བྱས་ནས་དེ་དུས་དེ་དུས་ཙམ་པ་མི་མང་གི་ལག་ནས་རྒྱ་མིག་གིས་དམར་གསོད་ག་ཚོད་བཏང་ཡོང་བ་རེད། ངོ་བོ་སྤྱི་ཟླ། སྤྱི་ལོ་དགུ་བརྒྱ་ལྔ་བཅུ་ང་དགུ་སྤྱི་ཟླ་གསུམ་པའི་ཚེས་བཅུ་བདུན་རྒྱལ་བ་བསྟན་འཛིན་རྒྱལ་ཐོ་རྒྱ་གར་ལ་བོད། བོད་སྒོ་ཁར་བ། སོགས་ལ་ཉེན་ཁ་ཆེན་པོ་ཆེ་བོ་བྱུང་ནས་རྒྱ་གར་ལ་བོད་ནི་ཉི་མ་ལྔ་བཞི་ལྔ་ནས་རྒྱ་གར་ལ་སླེབས་ནས་རྒྱ་གར་ལ་ཕེབས་ནས་གཞུང་ཟེར་གྱི་འདི་བཙུགས་བླ་བྲ་བཙུགས། གཞིས་ཆགས་བཙུགས། དགོན་པ་ཁག་བཙུགས། ཚོགས་པ་བཙུགས།

ང་ཚོ་གིས་དེ་འདྲ་ཆབ་སྲིད་ཡག་ཐག་པ་ཅིག་བྱུང་ཡོད་བར་བྱུང་ཡོད་མ་རེད་ཟེར་ན་ང་འདྲ་ཅིག་ཡིན་ན་ཆབ་སྲིད་ཡག་ཐག་པ་ཅིག་མི་འདུག་བསམ་མིན་མེད་ཐག་ཆོད་མི་འདུག་བོད་རྒྱལ་ཁབ་ཅིག་དང་མི་རིགས་ཅིག་གི་གནས་ཡག་གི་ཆབ་སྲིད་དེ་གོ་དགོས་བ་རེད། བོད་བོད་བོད་མི་བོད་དུ་གནས་ནས་བོད་པའི་འཛིན་སྐྱོང་དེ་བོད་པ་ཞིག་གི་ཆབ་སྲིད་དེ་གོ་གི་ཡོད་རེད། དེ་གི་ཐོག་ནས་རྒྱ་ལ་རྒྱ་ལ་ང་ཚོ་དུས་དང་རྣམ་པ་ཀུན་ཏུ་དགྲ་བྱེད་གོ་གི་ཡོད་མ་རེད། འདྲ་བྱེད་དགོས་འོག་མ་རེད་ང་ཚོ་འཆམ་མཐུན་བྱེད་ཆོག་གི་རེད། རྒྱ་མི་ལ་སྐད་ཆ་ཡག་ཐག་ཆོད་བཤད་རེད་དཔེ་ལས་མེད་པའི་ཐོག་ནས་འགོ་གི་ཡོད་པ་དེ་འགོ་གི་ཡོད་རེད་ཟེར་བཞིན་བཤད་དགོས་རེད་ང་ཚོའི་རྒྱལ་ཁ་འདི་ང་ཚོའི་རྒྱལ་ཁ་འདི་དངོས་ཡོད་རེད་བདེན་པ་རེད་འདི་ཐོབ་གི་རེད་མི་ཐོབ་པའི་རྩ་བ་རང་ནས་ཡོད་མ་རེད་དེ་འདྲ་རྒྱ་མི་ཤུགས་ཆེ་བའི་སྒང་ལ་ད་དུང་ཆེ་རུ་བལྟས་སུ་འགྲོ་གི་རེད།

རྒྱ་མི་གིས་བོད་པ་ལ་ཤིན་ཏུ་དགའ་པོ་བྱས་ཏེ་ཡོང་མར་རྩ་བ་ནས་ཡོང་མར་རྒྱ་མི་གྱ་ནི་རང་རང་དགའ་གི་རེད། རྒྱ་མི་རྒྱ་མི་འོག་ལ་བསྡད་པ་ན་ང་ཚོ་དུས་དང་རྣམ་པ་ཀུན་ཏུ་རྒྱ་མི་ལ་བསྟུན་མ་ཐུབ་ས་དེ་རེད། རྒྱ་མི་ལ་མ་བསྟུན་པའི་བོད་པ་རང་ཉིད་ཀྱི་བསམ་བློ་གྱི་སྟངས་ནས་བྱས་བྱས་པ་ཡིན་ན་རྒྱ་མི་ཁོང་ཚོ་མ་དགའ་བ་ཅི་ཙང་མཐར་བསྟོད་ཡ་ཅི་ད་ག་དུས་ཡིན་ནས་ཅིག་རེད། ང་རང་ཚོ་བོད་པ་ནང་དུ་ཡིན་ན་རང་བཙན་རྩོད་མཁན་དེ་ཚོ་ག་དུས་ནས་མཐར་བཏོན་ཡང་སོབ་ཐག་རེད་ཅེས་གོ་བར་དང། མང་པོ་བྱས་རེད་ད། དེ་ཚོ་ང་ཚོ་དྲན་གསོས་དགོ་རེད་ད། བྱས་ཙར་སྔོན་མ་རང་བཙན་དགོ་གི་ཡོད་མི་ཟེར་མཁན་དེ་ཚོ་ཞི་མི་ནང་བཞིན་ཕྱག་ཅན་རྩ་ནས་རང་བཙན་དགོ་གི་འདུག་ཟེར་ཐུབ་མི་འདུག་ག་གར་བྱས་རེད་ཟ་གར་བརྒྱབ་རེད།

རག་ལངས་ནི་གྲུབ་ཐོབ་ཡ་བྱེད་དང། འཛམ་གླིང་རྒྱལ་ཚོགས་རྒྱུད་བྱེད་འཛམ་གླིང་མི་དམངས་རྒྱུད་བྱེད་བྱེད་ནི་མ་ཐུབ་པ་རྩ་བ་རང་ལ་ཡོད་མ་རེད། རྒྱ་མིའི་འོག་ལ་བསྡད་ཐུབ་ཡ་ཡོད་མ་རེད་ད། ཐུབ་འདོད་བྱེད་ཀྱི་ཡིན་ན་དེ་ནོར་རེད། Bad Nor། རེད།

བཀའ་དྲིན་ཆེ། བསམ་བློ་ཡག་པོ་དང་ཡང་དག་པ་བོད་མི་རིགས་དང་རྒྱལ་ཁབ་ཀྱི་བསམ་བློ་བཏང་ནས་བཀའ་མོལ་གནང་དགོས་རེད། བོད་རྒྱལ་ཁབ་དང་མི་རིགས་བསམ་བློ་བཏང་ནས་ལངས་དགོས་རེད། འདི་བྱས་པ་ཡིན་ན་ཆོས་ཡས་འགྲུབ་དགོས་སྲིད་ཡས་འགྲུབ་དགོས་རེད།